ད་འདི་ང་སྐྱིད་སྡུག་ཐོག་ནས་མེད་ང་རང་རང་གི་སོ་སོ་སྒེར་གྱི་ད་ཁྱོད་རྣམ་པ་ཚང་མ་ལ་འབོད་སྐུལ་ཅིག་ཞུ་ཡས་ཡིན་ད་ལག་པ་ཐ་མི་ཅག་ནས་འབོད་སྐུལ་ཅིག་ཞུ་ཡས་ཡིན་ག་ཅིག་ལ་ན་ད་ད་ད་ད་ཁྱོད་རྣམ་པ་ཚང་མ་མཁྱེན་གསལ་རེད་ད་ད་ང་ཚོ་ངེད་ཅག་སེམས་པ་སྐྱོ་བས་ཅིག་ང་ཚོ་བོད་མི་རིགས་ས་ཡ་དྲུག་ཚང་མ་གི་ནང་ལ་སེམས་པ་སྐྱོ་བས་ཅིག་ཆགས་རེད་ད་ད་ང་ཚོ་ནིའུ་ཡོག་ནིའུ་ཇར་སི་ལ་ད་ད། ཨ་རིག་གིས་མཉམ་འབྲེལ་རྒྱ་མཚོ་གདོང་ལ་སྤྱིན་ཟླ་བདུན་པའི་སྟ་རེ་གཉིས་ལ་དཔའ་བོ་རང་བཙན་བློ་དགའ་གིས་བོད་མི་རིགས་དང་བོད་རང་བཙན་དོན་དག་ལ་སོ་སོའི་གཟུགས་པོ། སོ་སོའི་གཟུགས་པོ། འདི་ང་ཚོ་བོད་མི་རིགས་དང་བོད་རང་བཙན་དང་བོད་ཚང་མའི་དོན་དག་སོ་སོའི་གཟུགས་པོ་དེ་བློས་བཏང་བ་རེད། ད་ལྟ་དེ་ལ་ང་ཚོ་ཚང་མ་མྱ་ངན་ཁེལ་བསྡད་དེ་ཡོད། ད་ངས་མེན་ཞུ་ཡས་དེ་ག་རེ་ཡིན་ལ་ན་ད་ད་ང་གསལ་བསྒྲགས་བྱེད། ང་ཚོ་གོ་སོང་ད་ད། མོན་གྷོར་གྱི་གཞོན་ནུ་གཞོན་ནུ་ཚོགས་པ་དང་བུད་མེད་ཚོགས་པ་ཀྱི་འགན་འཁྱེར་ནས་འགན་འཁྱེར་གྱི་འདུག་བ་དེ་ད་ལྟ་ལྷག་དཀར་ལ་ཟླ་ལྷག་པ་སྟག་པ་གོ་སྤྲེལ་དེ་མ་ཞལ་བཞི་བཞེས་དགུ་དང་མ་ཕྱི་གདན་བརྒྱ་བཞག་ཨ་ནི་འདི་ཚོགས་པ་གཉིས་ལ་ང་རང་སྒེར་གྱི་ལག་པ་གཉིས་ཐལ་མོ་སྦྱར་ནས་ཐོ་ཆེ་གནང་ལ་ནི། ནའི་རོ། ད་ཁྱོད་རྣམ་པ་ལ་ག་རེ་ཞུ་ཡ་ཡིན་ན་ན་ད་ད་ལྟ་འདི་ནང་ལ་ཅི་མིས། སྐེམ་དང་པོ་ནས་སྐེམ་བཅུ་བ་དང་ཅི་མིས་ཚང་མ་འདི་ནང་ཞུ་ཡོད་རོ་ད་རྒྱག་པན། མོན་གོར་གྱི་ཡོད་ན་མེད་ན་ཨ་ཡོད་ན་ད་ཡོད་ད་ཡོད་ན་ག་རེ་ད། ཅིག་འདུག་ཨ་སེ་རི་ལན། ད་ཁྱོད་རྣམ་པ་རོ། ད་ལྟ་ངའི་གོ་ཡ་ལ་ལྟ་ན་ད་ལྟ་སྐེམ་ཁང་ནང་ལོ་ལ་ཞེ་ན་ཞེ་ཞེ་ཁྲབ་འདི་ཡོད་ས་རེད་ཞེ་ན་འདི་ཚོ། ད་སྐུ་ཅི་ངའི་ལག་པ་ངས་ཐལ་མོ་སྦྱར་ནས་སྐུ་ཅེ་ཞལ་ཞིབ་ཞོ་གུ་ད་མ་ཕྱི་ཐལ་རྒྱག་ན་དཔེ་ཡག་པོ་ཡོང་ས་རེད་སྔོན་ནོ་ཁོ་རང་ང་ཚོ་དེ་ལ་དཔེ་དཀའ་ལས་འདུག་ད་ད་དཔའ་བོ་རང་བཙན་སློབ་ག་ཁོ་རང་སྐད་ས་བོད་རེད་ཡིན་ནས་ཁོ་རང་གི་མི་ཚེ་གི་ལོ་བཅུ་གསུམ་བཅུ་བཞི་ཅིག་ད་ད་ང་རང་གི་མོན་སྐོར་གི་དགའ་ལྡན་དགའ་ལྡན་ལ་ཁོ་རང་གི་མི་ཚེ་དེ་སྐྱེལ་རེད། ཁོ་རང་འགྲོ་བྱས་ན། ང་ལོ་བཅུ་བདུན་ནས་ཁོ་རང་ངོ་ཤེས་ཀྱི་ཡོད་ང་དེ་ལ་ལོ་བཅུ་བདུན་ནས། དངོས་གནས་མི། བོད་མི་རིགས་དང་བོད། བོད་རང་བཙན་དོན་དག་ན་ཁོ་རང་ཨེ་འདྲའི་རང་ལས་ཀ་མི་ཚིག་ཨེ་འདྲའི་ལས་ཀ་བྱེད་འདས་རེད། ཁོ་རང་གི་ཆང་ས་རྒྱ་ཡོད་མ་རེད་དེ་ལ་ལས་ཀ། ཕྱིར་ཨ་རིའི་ལུང་པ་ལ་ཁ་ཆག་སླེ་བོར་ང་ཚོ། སོ་སོའི་གི་སྟོད་གོ་དང་སོ་སོའི་ནང་མི་སྟོད་གོར་བ། ད་ལྟ་ཁོད་རང་གི་བོད་གི་གནས་སྟངས་ལྟ་དང་བོད་ནང་ལ་དཔེ་སྐྱོ་ར་ཁོ་ན་ན། ཁ་ཚེ་ཁོ་རང་གི་པིན་རྒྱ་ཆེ་ན་དེ་ནི་ད་འགྲོ་སོང་བཏང་ཡ་ཡོད་མར་ང་ཚོའི་སྡེ་བ་ལ་པེན་ཆེ་འདུ་རུག་གྱིས། ཁོ་རང་མི་ཨེ་འདྲེ་འགྲོ་བྱེད། སོ་སོ་རང་དེ་མ་གཡུག། བོད་མི་ད་བོད་རང་བཙན་དོན་དག་ལ་ཁོ་རང་གཅིག་འགྲོ་ངེས་རེད་ཨ་རིའི་ལུང་པ་གི་ཨ་རིའི་གི་མི་སེར་རེད། ཁོ་རང་མི་ཚེ་སྐྱིད་བོ་བྱས་འདས་ཡོད་ད་དེ་ལུང་པ་དེ་ལ་ཁོ་རང་ལོ་བཅུ་བཅུ། ཁོ་རང་གི་གནས་སྟུང་མ་གནས་སྟུང་མང་པོ་འགྲོ་དེ་ཡོད་ཁོ་རང་གི་མི་ཚེ་ག་འདྲས་སྐྱིད་ཀྱི་ཡོད་མེད་ག་འདྲས་དེ་ལ་ག་འདྲས་བྱེད་ཀྱི་ཡོད་མེད་ཚང་མ་ད་ད་ལྟ Social Media འགྲོ་དེ་ཡོད་དེ་ཚང་མ་གཡུག་ནས་ཁོ་རང་གི་གཟུགས་པོ་དེ་ང་ཚོ་བོད་མི་རིགས་བོད་རང་བཙན་དོན་དག་ལ་ཁོ་རང་གི་མཉམ་འབྲེལ་རྒྱ་མཚོ་ལ་གདོང་ལ་གློད་བཏང་ར་ང་ཚོ་ང་ཚོ་དང་ང་ཚོའི་སྤུ་གུའི་དོན་དག་ལ་ཁོ་རང་གི་སྲོག་དེ་འདྲས་གློད་བཏང་ར། ད་ད་ད་གོས་ལ་ར། ང་ཚོ་གི་སྐད་མོ་མདོ་གི་སྐད་མོ་ཐོག་མ་ཁ་ནང་ན་ར་ཞེ་ཁྲབ་བསྡད་འདུག་འདུག་ས། ད་ད་ཞབས་བཞི་ཡུ་ཤེ་ཧུ་ཚ་རྒྱུ་རེད། ང་ཚོའི་ང་ཚོ་དེ་ནི་ཡོ་ནུའི་ཇ་ཚི་སྤོ་བོ་ཆེ་ནི་ལ་ཡོད་ད་ད་སྤོ་བོ་རང་ཚེ་བློ་དགའ་གི་དོན་དག་ལ་ང་ཚོ་གི་མཉམ་ཞུ་བྱེད་མོ་མདོ་གི་སྐྱིད་སྡུག་ནི། ད་ད་སྤྱི་ཟླ་བདུན་པའི་ལྟ་རི་ཉིན་རྩ་གཉིས་ལ་ཁོ་རང་བདུན་ཚིགས་གསུམ་པ་བྱེད་ཀྱི་ཡོད། འོ་དེ་ལ་མོ་མདོ་སྐྱིད་སྡུག་དང་དབུས་གཙང་སྐྱིད་སྡུག་གི་འགོ་ཁྲིད་ནི་དེ་ལ་བདུན་ཚིགས་གསུམ་པ་བཏང་གནང་གི་ཡོད་ང་ཚོ་སྤོ་བོ་ཆེ་ནི་བཏང་གནང་གི་ཡོད། ཡིན་ནས་ཁྱོད་རྣམ་པ་ལ་སྔུན་ནས་ད་ང་རང་རྒྱལ་ནི་རེད་ད་ང་འདི་མོར་གོ་སྐྱིད་ཐུག་ཐོང་ལེང་མེད་ང་རང་རྒྱལ་ནི་ལག་པ་ངས་ཐལ་མོ་བཅག་ནི་ད་ལྟ་སྐྱེ་མཁའ་བདེ་བ་ལ་ཞེ་ཁྲམ་འགྲོ་བསྡད་ཀྱི་ཡོད་ས་རེད་ཀུ་ཅི་བསམ་བློ་ཡག་པོ་ཅིག་བཏང་རོགས་གནང། ཁོ་རང་གི་ད་ལྟ་སོ་སོ་གཟུགས་པོ་མེད་མ་བཏང་ངེས་ལ་ཁོ་རང་གི་ཁ་ཆེམས་ག་རེ་བཞག་འདུག་ད་འདི་ལ་ཡངས་སུ་ཡངས་སུ་བལྟ་ནི་ཀུ་ཅི།

མ་བཏང་ནང་སྐོར། དེས་ང་ཚོ་མོང་གོ་གཅིག་པོ་གི་ཡུལ་གོང་མར་པན་ཆེན་དུ་རུབ་སྟེ། ང་ཚོ་ད་ལྟ་བསྡད་ལ་ནི་ཡང་ནིའུ་ཇར་སི་ལ་ཆོས་ལོག་མི་ལ། ལག་པ་གཉིས་ཐལ་མོ་བྱས་ན་སྐུ་ཅིག་རྒྱབ་སྐྱོར་གནང་རོགས་གནང་ལར། ད་ཁྱོད་རྣམ་པ་འགན་དེ་ཇི་ལྟར་ན་ང་ཚོ་ལ་རྒྱབ་སྐྱོར་རག་གིར་བས་ང་ཚོ་རྒྱབ་སྐྱོར་རག་གིར་བས། ད་ལྟ་ང་ཚོ་གིས་དེད་པན་ཆེན་དུ་རུབ་སྡད་ལ་ཁོ་རང་གིས་ང་རྒྱབ་སྐྱོར་དཔེ་ལོང་བྱེད་ཡོད་ད་ང་རང་རང་གིས་ཁྲི་ཁ་བཙོང་མྱོང། ཨ་ད་ལྟ་ང་ཚོ་དེ་མོན་གྷོ་ཀེམ་ཞི་བའི་གི་ལང་ཀ་ཅིག་བཟོས་སོང་བ་འདི་ནང་ལ་དེ་མི་ཡོང་དུས་འཇགས་ཟིག་ང་ཚོ་མོན་གྷོ་ཀེམ་ཞི་བའི་གི་དཔེ་དཀའ་ལས་བརྒྱ་ཡོད་ང་ཚོ་འདི་ནང་ལ་ཁོ་རང་གི་འདི་ནང་ལ་ཞལ་འདེབས་བརྒྱ་གནང་ཡོད་ད། ད་ཕྱི་མིག་ལེགས་འདུག་ང་ཚོ་ལ་ཕྱི་མིག་ལེགས་འདུག་ཁྱོད་རང་མོན་གྷོ་ས་ད་ལེགས་འདུག་མོན་གྷོ་ཚང་མ་ཞེ་ཁྲམ་ནས་བསྡད་བསྡད་འདུག་ས་ཨ་ཁྱོད་རང་ད་ད་དཔའ་བོ་རང་བཙན་སློག་ཁ་མོན་གྷོ་ནས་མར་བས་ས་ད་མི་ལ་མིག་གི་ཕྱི་མིག་ཨེ་འདྲ་ལེགས་འདུག། ཨ་མདའ་ང་ཚོ་ལན་ག་རེ་རྒྱག་བར་ལྟ། སྐུ་རྗེ་ལྟ། ལྟ། ལགས་དེ་ག་ལ་ཡིན་ན་ལག་པ་གཉིས་ཐལ་མོ་བཅའ་ནི། སྐུ་རྗེ། ཁྱེད་རྣམ་པར་བསམ་བློ་ཡག་པོ་བཏང་རོགས་གནང་ལན་ཞུ་ཡས་ཡིན། ཨ་ནི། ལྟ་འདི་སྐད་ཆས་དེ་ནང་ལ་རོ་ཨ་ཡ་མཆིམས་ཕུ་དང་གཅུན་ཆོད་བྱུང་ཡོད་ན་ཨ་ནི་ང་རང་ལག་པ་གཉིས་ཀྱི་ཐལ་མོ་བརྒྱ་ནི་དགོངས་དག་ཞུ་ཡས་ཡིན། འདི་ང་རང་རང་གི Personal གི་ཁྱོད་རྣམ་པ་ཚང་མ་ལ་འབོད་སྐུལ་ཞུ་ཡས་ཡིན། ཨ་ཐུགས་ཆེ་གནང། ཨ་གཅིག་ག་ལ་ཡིན་ལ་ན། ད་ལྟ། ད་རིང་དགོངས་དག་ང་ཚོ་གཟའ་སྤེན་པ་ཨ་རིག་གི་གཟའ་སྤེན་པ་དགོངས་དག་ལ། མཉམ་འབྲེལ་རྒྱ་མཚོ་ལ། དཔའ་བོ་རང་བཙན་བློ་ཁ། ཁོ་རང་གི། སྲུ་བློ་གསལ་གྱི་ས་ཆ་དེ་ལ་ང་ཚོ། སྡེ་བ་ལ་སྐྱིད་སྡུག་ཚང་མ། ཉི་མ་ཉི་མ་བྱེད་ནི་མི་གཉིས་ངི། ཀྲུང་ག་འགྲོ་སྐོར། ད་རིང་གཟའ། སྤེན་པ་ད་རིང་དགོངས་དག་ལ་ང་དང་ཁྱོད་དབང་ངི། ཆུ་ཚོད་དགོངས་དག་ཆུ་ཚོད་བཅུ་བ་ནས་ཞོ་ཁའི་ཆུ་ཚོད་བདུན་པ་དག།

ཆེད་དམིགས་ཀྱིས་དོ་སྣང་གླེང་གི་འདུག་ད་ང་རང་བོད་པ་རོགས་ང་ཚོ་བོད་པ་རོགས་ཁོ་རང་གི་གསུང་པོ་དང་ང་ཚོ་བོད་པ་རང་སྐུ་ཅིག་ལག་པ་ཐལ་མོ་སྦྱར་ནས་བསམ་བློ་བཏང་རོགས་གནང། མོན་གོར་མི་མང་ཚོགས་མཐོ་ཆེ་ན།